ཀོང་རོ་སྨན་ལ་དོན་གྲུབ་ཀྱིས་མཛེས་པའི་གནས་ཀྱི་ལྡེ་མིག་རྣམས་ལ་འདི་འདྲའི་གསུང་བྱ། མཚམས་མི་འགྱུར་བ་དང། སྲོག་མི་འགག་པའི་ཀྱི་རྟེན་བྱེད་པའི་ཀྱི་དངས་མའི་ཀྱི་རླུང། ཐིག་ལེ། རྣམ་བཞི་ཅན་ལྷན་ཅིག་ཏུ་འགྲོགས་པའི་ཀྱི་རྩ་དེ་ལ་བླ་ཞེས་བྱའོ། སེམས་དུ། འོ་དེ་རེ་ད་ད་དེ་ཀྱིས་འགག་ཚར་སོང་ན་ཀི་ལ་ནི་འགག་འགག་འགྲོ་བ་ད། འོ་དེ་རེ། འོ་དེ་ཡིན། དེ་ནས་ང་རང་ཚོ་ངས་ད་ད་འདུ་སོ་ལ་ཏིག་ཏིག་བྱ་ད་འདུ་སོ་འགྲེལ་བཤད་རྒྱག་མེད་སློབ་ཆེན་ཁྲིགས་དངོས་སུ་ཁྲིགས་བསྡད་པའི་སོ་ཞིག་འདུག་ང་རང་ཚོ་དེ་རིང་དཀའ་ངལ་དང་ག་ནས་ར་ཞིག་རེད་བ།

ཡེ་ནས་སྤྱིའི་གི་ངང་དུ་བྱས་ནས་འདི་འདྲའི་ཞག་ཡོད། གནས་མཆེད་མཚོན་གྱིས་སྦགས་པ་སྐེམ་བྱེད་ཞག་ཆག་གི་རུས་པ་འདོན་ཙམ་གསལ་བར་ནས་ཟེར་བ། དཔྱད་གཞིར་བྱས་ནས་རྩ་ཡུག་ལ་བུག་འདྲ་ཤ་ངམ་ཟ་མི་ཟབ་ལས་བྱུང་བ་ཡིན། འདིའི་ནང་ལ་ང་རེ་འོང་བཞིན་གནད་འགག་གཉིས་བཤད་གི་ཡིན། རེ་བ། འོ་དེའི་ནང་ལ། གནས་མཆེད་མཚོན་གྱིས་སྦགས་པ་སྐེམ་བྱེད་ཞག་ཆག་གི་རུས་པ་འདོན་ཙམ་གསལ་བར་ནས་ཟེར་བ་དེའི་ཚིག་ཐད་ལ་གོ་རྒྱུ་ཡོད། དོན་དུ་རྩ་མ་ཟེར་གི་བར་དུ་གནས་འགོག་གི་ཡོད། ཧ་གོ་སོང་བ། མཚོན་མཁན་ཞག་གསུམ་སོ་སོའི་བག་གི།

ལྷག་པར་དུ་ང་རང་ཚོ་གི་རྩེད་ཆས་བྱས་ནས་རྩྭ་དབྱིབས་ལ་བུག་འདྲ། རྩྭའི་དབྱིབས་ལ་བུག་ནང་བཞིན་རི་བའི་སེམས་ལ་བུག་ནང་བཞིན་མ་རྟགས་ཧ་གོ་སོང་བ། ལ་བུག་གི་སྐྱེ་ཚུལ་དང་འདྲ་བ་ཟེར་ན་དེ་མ་འགྲིག་པ་མི་འདུག་མ་གཏོགས་གཅིག་གི་ཕལ་ཆེར་འདི་ནས་མ་ཧ་བྱེད་དུས་ད་རྩྭ་ཕར་རུ་ཕར་རུ་ཕར་རུ་ཕྱིས། ཡ་ཧ་བྱེད་དུས་སྦོམ་རུ་སྦོམ་རུ་སྦོམ་རུ་ཕྱིས་ལ་བུག་ནང་བཞིན་བྱེད་དུས་འདི་ཕལ་ཆེར་དེ་འདྲས་ཡིན་གྱི་མ་རྟགས་ཧ་གོ་སོང་བ། ལ་བུག་གི་སྐྱེ་ཚུལ་དང་འདྲ་བ། རྩ་བ་རྩྭའི་གདིང་ལ་མ་ཟུག་བསྡད་སྐྱོ་དེ་ཤེལ་རྔམ་མ་ཐུག་ས་ཡིན་པ། ཡང་སྔོན་འདེགས་འཇོག་དེ་ཡང་ས་ཁར་ཡང་སྔོན་འདེགས་ཡུལ་སྔོན་ཆད་བ་ཡོད་ཞེ་དྲག་གནད་འགོ་མེད། ཞེས་པའི་གི་དོན་རེད་མ་གཏོགས་ཚེ་རྩི་ཡུལ་ཞིག་ནས་རྩ་དབྱིབས་ལ་བུག་འདྲ་རྩའི་དབྱིབས་དེ་ལ་བུག་མང་ཅིག་རེད་ཟེར་ན་དེ་ཡིས་ཏག་ཏག་འདེགས་ཀྱི་མི་འདུག་བསམ་གི་ངས་བལྟས་ན། ཧ་གོ་སོང་ཧ། འོ་དེ་རེད་ད། བྱས་ཙང་གཅིག་ནི་དེ་ཡིན། གཉིས་ནི་ང་རང་ཚོ་གི་སྣེ་འཁྲིད་དེ་སྤྱིའི་དབང་དུ་བཞག་པ་ཡིན་མ་གཏོགས་ཚིག་ཞེ་དྲག། ཨང། ཤུགས་ཆེ་ཆུང་གཏོང་ཆོག་གི་ཡོད། འོ་དེ་ཡིན་ད་ང་རང་ཚོ་ང་རེ་ངོ་བྱས་ན་འོ་དེ་འདྲས་ཀྱི་གོ་རོགས་བྱེད། ད་འདི་ལ་ང་རང་ཚོ་ག་འདྲས་སོང་ཟེར་ན། རྒྱའི་དེའི་སྐབས་དང་འདི་ཡི་སྐབས་ཀྱི་གནས་ཚད་བསྟན་པ་ནི་ཅི་ཙམ་སྟེ་སྙན་རྒྱུད་རྡོ་རྗེའི་ཚིག་གང་དུ་གནས་དུ་གནས་ནས་ཟེར་ནས་གནས་ནས་དང་སྟེང་ནས་ཟེར་ནས་སྟེང་ནས་དང་ཇི་ལྟར་ཟེར་ནས་དེ་ལྟར་བལྟ། འོ་དེ་རེད། དེ་དང་ལྷག་པར་དུ་དགོན་ཆུང་ཟླ་བ་ཚེ་རིང་གིས་མཛད་པའི་གི་རྩ་ཆུང་གི་འགྲེལ་པ་ལས་ནག་ཚོགས་ཡུལ་དུས་སོགས་ལ་གཞིགས་ཏེ་རྩའི་མངོན་ཚུལ་ཆེ་ཆུང་མང་དུ་གསུངས་ཀྱང་སྐབས་འདིར་ངེས་གསུམ་ལ་གཏུགས་ཏེ་ཤེས་པ་འདི་ལྟར་ཏེ། འོ་དགོན་ཆུང་ཟླ་བ་ཚེ་རིང་གི་རྩ་ཆུང་འགྲེལ་པ་དུས་སོགས་ཀྱི་ནང་ལ་ག་དུས་སུ།

བསམ་བློ་ཞེ་དྲག་བཏང་ཚར་འདུག་བ་ང་རང་ཚོ་སྔོན་བྱུང་མཁས་པ་ཟེར་བ་དེ་དངོས་གནས་དེ་རེད་ད། ང་རང་ཚོ་ད་ལྟ། ཆ་རྐྱེན་དེ་ག་ཟིག་ཡོད་རེད། བསམ་བློ་གི་དར་ནང་ལ་ད་མི་དྲན་དགུ་དྲན་དང་ད་ད་འདྲ་ངོ་ཤེས་ན་དུས་རབས་ཁོ་རེ་གི་བ་དེ་ད་དངོས་གནས་མི་གང་ག་ཅིག་བཟོས་ཡོད་རེད་ད། ཡིན་ནའི་བསམ་བློ་བཏང་དགོས་ས་ལ་བསམ་བློ་ཞེ་དྲག་བཏང་ཐུབ་མི་འདུག་བསམ་གི་འདུག་བ། རེད་བ། སྔོན་བྱུང་མཁས་པ་དེ་ཚོ་དུས་ཚོགས་དེ་འདྲ་ཅིག་ནང་ལ་བསམ་བློ་ཞེ་དྲག་བཏང་ཚར་འདུག་བ།

རེད་བ། བྱས་ཙང་རྒྱ་ནག་ཁོང་ཚོས་གི་དུས་ཚོད་དེ་འདྲས་ཀྱི་བསམ་བློ་དེ་འདྲས་བཏང་འདུག་བ་རེད་བ། ད་དུང་གཤམ་དེ་ང་རང་ཚོས་དྲི་ཞུ་བཏགས་ཐབས་ཤེས་པའི་སྐབས་སུ་ལ་དགོན་ཚོ་ཟླ་བ་ཚེ་རིང་གི་དེ་འདྲས་གསུངས་ཞག་དུས་གསུམ་ཐང་བཏགས་ཚུལ་དགུ་ཡོད་བ། དེང་སང་སྨན་པས་རྩ་བཏགས་ཚུལ་དེ་ནི། སྨན་བློ་ངོ་འཛིན་ཞེས་པ་དང་གཅིག་བ་རེད་ཞག་ཚེ་གསུངས་ཞག་ག་རེ་ཟེར་བ་དང། དེ་རིང་སྨན་དབང་ངོས་འཛིན་བྱེད་ག་ཕྱིན་པ་ཡིན་ན་དེ་རིང་ག་རེ་ཡིན་ན་དེ་རིང་དེ་ཤིན་གི་རེད་མ་ཐོག་ཅིག་སྨན་ངོ་དེ་འབྱོར་བ་ཤིན་བྱ་སོང་དེ་ཁྱེད་རང་ཤིན་གི་མ་རེད་ཟེར་བ་དང། སྔོ་སྨན་ཞིག་ན་ཚ་བོའི་དུས་ག་འདྲས་ཟིན་འདུག་དྲོ་གྲང་བར་མའི་དུས་ག་འདྲས་ཟིན་འདུག་གྲང་ཚ་བའི་དུས་ག་འདྲས་ཟིན་འདུག་ལོ་མ་ཡ་སྐྱ་ཡིན་པའི་དུས་ག་འདྲས་ཟིན་འདུག་འབྲས་བུ་སྨིན་བདེ་བའི་དུས་ག་འདྲས་འདུག་མེ་ཏོག་ཤར་བདེ་བའི་དུས་ག་འདྲས་འདུག་གངྒཱའི་རྒྱུད་རིམ་དེ་ཤིན་ན་དེ་སྨན་ངོ་དེ་ད་བྱང་ཆུབ་པ་རེད་དེ་མ་ཐོག་ཅིག་དེ་རིང་ལོ་མ། རྒྱས་བདེ་བའི་ཁ་ཐུག་ལ་སྨན་དེ་རེད་ལབ་རེད། ལྷ་མི་མ་ཁ་ཤས་བྱིན་དུས་དེ་མེ་ཏོག་ཤར་སྟེགས་རེད། དུས་དུས་འགྱུར་བ་ཕྱིན་ཚར་རེད་ཡིན་ན་སྨན་ནི་དེ་རང་རེད། རེད་བ། བྱས་ཙང་འོ་དེ་ནང་བཞིན་གྱི་དགོན་པའི་ཟླ་བ་ཚེ་རིང་གིས་དེ་འདྲས་གསུངས་འདུག་བ། བྱས་ཙང་ང་རང་ཚོའི་གི་བརྒྱུད་རིམ་དང་གི་འཕེལ་རིམ་དུས་ཚོགས་ལ་ལྟོས་ཤིག་ཙམ་ལ་ནད་གཞི་ངོ་མཚེས་བཟུང་དགོས་ཀྱི་ཡོད་རེད་བ། བྱས་ཙང་དེའི་ནང་ལ་དཔེར་ན་གསུངས་ཀྱང་ཟེར་ཉེས་གསུམ་ལ་ལྟོས་ནས་དཔེར་ན་རླུང་ཤེད་དེའི་ནང་ལ་ཤ་སྟེང་མཁྲིས་ཚ་ཤ་ཡི་སྐྱིད། བད་ཀན་རུས་ལ་ཉེ་བར་ཞིམ་པར་ཆགས། འོ་འདི་འདྲས་ངས་དཔེ་སྟོང་ཙམ་ཞིག་ཡིན་དག་ཧ་གོ་སོང་བ།

ཧ་གོ་སོང་ཨ། འོ་འདི་འདྲས་ཤིག་འདུག་འདི་ཁ་ཐུག་ལ་གསལ་བཤད་ཞུ་ཡག་དེ་འདྲས་ཅིག་ཡིན། བར་ཆད་ཀྱི་དེའི་ནང་ལ་ཕབ་ཚུལ་བསྟན་པ། ལྟ་ཚུལ་བསྟན་པ། སྔོན་འགྲོ་ལྔ་ཡི་གེ་ནང་གི་ནང་གསེས་ལྔ་པ། འོ་དེའི་ནང་ལ་ཕབ་ཚུལ་བསྟན་པ། ད་འདིའི་གི་ནང་དུ་ལ་ང་རང་ཚོ་གི། ངའི་དགོས་ཡ་ད་འདི་ངས་གོང་དུ་བཤད་ཡོད། ལྟ་ཚུལ་ལག་པའི་སོ་མ་མ་དྲང་བའི་འཇམ་ཞིང་ཉེ་ལ་ཁྲོ་དང་མཐུན་པ་ཡིས་ས་ཞིག་ཏུ་བ། འོ་འདི། གཅིག་ནི་ང་རང་ཚོ་གི་སྨན་པའི་གི་ལག་པ་དུ་སོར་ལ་བརྟག་དཔྱད་ཡག་པོ་བྱ་དགོས་ཀྱི་ཡོད། རང་སྒྲུག་དང་མཐུན་པ། མ་ཏོག་ཆེ་གྲང་མོ་གྲང་རྐྱང་ཞིག་བསྟེན་པས་བྱས་ཙང་ང་རང་ཚོ་དེང་སང་སྨན་པ་མང་ཆེ་གཅིག་རྩ་ལ་བརྟག་པ་བྱེད་པའི་སྐབས་སུ་དགུན་ཁའི་ཚ་དེར། རྩ་ཆག་ཅིག་བརྒྱག་ལག་པ་ཞིག་ཕུད་ཚེ་ཞིག་དེང་རྩ་བལྟས་འོས་འདུག་བ། འོག་དུས་སོགས་ལ་ཕལ་ཆེར་དགེ་མཚན་ཡོད་པ་འདྲ། དེ་མིན་ཚོང་མཁན་ཆ་གསུམ་གྱི་བརྟག་པ་ཇི་ཡིན་པའི་སྐབས་སུ་དུས་ཚོད་དབང་ཤེད་ན་འབྲུ་སོགས་བདག་གཅེས་ཞེ་པོ་བྱེད་དགོས་ཡོད་མེད་ཚིག་བདེ་སྐྱོག་གི་སོགས་དེ་འདྲའི་སྨྲ་བཟོ་ཞིག་དུས་ཚོད་རིག་བྱ་ལ་བརྟེན་བྱས་ཙང་ང་རང་ཚོ་རྩ་བལྟ་གི་ཡོད། འོ་དེ་ཅི། ད་ནི་སྔོན་བྱོན་མཁས་པ་ཁག་ཅིག་གིས་འདི་འདྲའི་གསུང་ཡུལ་དུ་ང་ཚོ་སྔོན་མ་ངའི་ངོ་ནས་བཤད་ན་ད་ངོས་བཟུང་དག་ཐུག་སོགས་སློབ་ཚན། དགེ་རྒན་ཁ་ཤས་ཅིག་གིས་ང་རང་ཚོ་དགེ་སློབ་ཚན་ཉན་མྱོང་ཡོད། ང་རང་ཚོ་དུ་སོ་ཉན་དགོས་འོ་འདུག་ཐེངས་མ་གཅིག་གིས་ལས་སླ་བོ་ཅིག་དེ་བྱེད་ཀྱི་མ་རེད། ངས་དེང་གི་གོང་དུ་བཤད་ཡོད་པ། ང་རང་ཚོ་སློབ་གྲྭ་ཐོངས་ཟེར་བའི་སྐབས་སུ་ལ་ཀོ་ལོ་ལོ་དེ་ཐིམ་པ་རེད་མ་གཏོགས་ཆོས་བརྒྱུད་གཞི་ནང་དུ་མཐོང་ཡོད་མ་རེད་ད་དུང་དཔྱད་པ་བྱེད་རྒྱུ་དང་སློབ་སྦྱོང་བྱེད་རྒྱུ་མང་པོ་བསྡད་ཡོད་རེད། ཡིན་ནས་ད་ལྟའི་ཁ་ཐུག་ནི་ང་རང་ཚོ་ཡུན་ཡག་དེ་ནི་གོ་སྐབས་བཟང་པོ་རེད་ཟེར་རྒྱུ་འོ་དེ་རེད། བྱས་ཙང་སྙན་མ་ང་ཚོས་གངས་ལྷ་ཁོང་ཚོའི་སློབ་ཆེན་ཁྲིད་ཡོད་པའི་སྐབས་སུ་གངས་ལྷ་ཁོང་ཚོའི་ཉམས་མྱོང་དང་སྦྲགས་ཆེད། ཧོ། རྩ་ལ་བཏབ་པའི་སྐབས་སུ་ལ་སོར་མོ་གསུམ་དེ་ཚོར་མཁན་ཆ་གསུམ་དེ་ལེབ་ཆགས་ཆེ་འདི་འདྲའི་དམར་ནན་ཨག་གསུམ་རེད། ཚོར་བ་ཐིག་ཙོ་ཆེ་ཤོས་འདིའི་མིང་ལོ་སེ་ཡ་ཐིག་གི་ཆེ་གུ་འདུག་སུ་མ་གཏོགས་ཨག་གསུམ་གོ་ཐུག་ཧ་གོ་སོང་ཨ། འོ་འདི་རེད་ད་ང་རང་ཚོ་གི་ཨིན་ཇི་ལ་བུ་མོ་ཚོའི་ངོ་ནས་བཤད་ན་སེར་མོ་རིང་པོ་ཞེ་བུ་ཞག་ན་ཨེ་འདུག་སྲིད་ད་ད་ཡག་ཡུང་ས་མ་རེད་བ་ཡག་དཀར་བལྟས་ས་རེད་བ། འོ་དུས་སོགས་ང་རང་ཚོ་གི་གཟབ་གཟབ་བྱེད་རོགས་བྱེད་རེད་བ། ལྷག་པར་དུ་ངས་ཐང་གིས་གོང་དུ་བཤད་ཡོད། སེན་མོ་ལ་བརྟག་དཔྱད་བྱས་ཚེ་སེན་མོའི་མདོག་ཚོད་ས་བལྟས་པའི་སྐབས་སུ་ད་དེང་སང་སྤུག་ཕོ་མོ་མང་ཆེ་གེ་སེན་མོ་གང་འདྲ་མི་འདྲ་བྱུག་བྱ་གི་རེད་བ། ཨེ་སེན་མོ་ལ་བརྟག་དཔྱད་བྱས་ཚེ་ལ་འདྲེས་མི་འདུག་བ། རེད་བ། ཁྱེད་རང་དུས་ཚོད་ང་རང་ཚོ་གི་སེམས་གསོ་ཡག་པོ་བྱས་རེད་བ། ད་ལུས་སྲོག་ལུང་པ་སོ་སོ་གི་ཁྱད་ཤུགས་ཡིན་གྱི་རེད་ངའི་འདང་ཉིན་གཅིག་ཁྲིད་ནག་ཆུ་ཐའི་བ་ཆིན་ཞེས་སོགས་སློབ་ཚན་ཞིག་ཁྲིད་ག་ཕྱིན་པ་ཡིན་དེ་ནི་ང་རེ་ཧོར་ཡིན་ཙང་ཧོར་ལ་གཤེ་གཤེ་ཡག་ཐག་ཤུགས་བཏང་བ་ཡིན་ཨ་བོ་ཧོར་ལ་ནམ་རྒྱུན་མཐོང་ཆུང་བྱེད་བརྙས་བཅུག་བྱེད་ཀྱི་འདུག་བ་བརྙས་བཅུག་བྱེད་ཀྱི་བ་སོ་སོའི་བཟོས་པའི་རྟགས་ཤིག་རེད་གཙང་སྦྲ་འཕྲོ་ཐེངས་མ་གཅིག་བྱས་ཨོང། ཡག་པོ་བྱས་ནས་མི་ཡིས་བརྙས་བཅུག་བྱེད་ཀྱི་མ་རེད་ཟེར་ཨོང་ཡག་པོ་མ་བྱས་ཙང་མི་ཡིས་ཨ་བོ་ཧོར་ས་མཐོང་ཆུང་བྱེད་ཀྱི་འདུག་བ་ཟེར་རེད་བ། བ་ཁ་ཤས་ཡོད་མ་རེད་གྲོང་གསེབ་ལ་རྩྭ་བཏགས་ས་ཆེ་ད་བས་དེ། ག་རེ་འགྱིག་གི་འདི་ག་ཟིག་ཁྲ་སི་བི་སི་འདི་ག་ཟིག་གོང་སྐྱོན་འཛུགས་ཧ་གོ་གི་རེད་བ། བ་རྩྭ་ག་བ་བཏགས་གི་ཡོད་འདུག་ཡོད་མ་རེད་ཨ་ལེ་འགོ་དེ་བཞིན་མ་སྤིས་ཤོག་ཨ་ཟེར་ཡ་ཟེར་བཤད་བྱོས་ད། དེ་ཚོ་ག་རེ་ད་དེ་ཚོ་གོང་ཆེ་ག་རེ་བྱེད་གི་རེད་ད།

ད་དེའི་ནང་གི་དང་གི་ངས་གོང་ཅིག་དང་པོ་ནད་པའི་ལག་ཡང་སྨན་པའི་ཡིད། འོ་དེ་ང་རང་ཚོའི་གེ། དེ་རིང་འདིའི་ནད་པ། བུ་ཡིན་དབང་དུ་དགོངས་ཞེས་གསུངས་པ་ཡིན། དེ་ཡང། སྙིང་རྩ་ཡོད་ཕྱོགས་དེ་གཙོ་བོར་དགོངས་ཞེས་གསུངས་པ་ཡིན་དང་གི་གོང་དུ་བཤད་ཡོད་པ། ཁྱད་ཆོས་དྲུག་འཛིན་དེའི་སྐབས་སུ་ཡིན་པ། འོ་དེ་འདྲའི་ཅིག་གི་སྐབས་སུ་ལ་དང་པོ་ནད་པའི་ལག་ཡང་སྨན་པའི་ཡིད་ཟེར་གྱུར་པ་ཡིན་མ་གཏོགས་ཅིག་གི་ཡིན་གཅིག་མིན་གཉིས་ནད་པ། བུ་ཕོ་མོ་ལ་ཤིག་ཤིག་ལག་གཡས་གཡོན་སྔོན་ལ་གཏོང་དགོས་ཡག་གི་དགོས་པ་རྒྱུ་མཚན་མེད། དུས་ཚོད་དེ་ལས་ཡུལ་ཚར་སོང་ན། ཧ་གོ་སོང་བ། འོ་དེ་ཕྱིར་རོ་བྱས། ཨོ་འདི་ངས་དང་གི་ཁོང་ཚོས་སྐྱེས་པ་ནང་བཞིན་བྱེད། ད་གཤམ་དེ་ནས་མ་བ་བྱེད་པའི་ང་རང་ཚོ་ག་ཨུ། དེ་ནང་ལ་དཔེར་ན་ཕོ་མོ་ལ་ཞིག་དེ་ལག་ཡིན་ཡོད་སྔོན་ལ་བལྟ་དགོས་པ་ནས་བསྟན་འགྲིག་ལག་གཉིས་ཙམ་ལས་རྒྱུ་མཚན་མ་གཉིས་ཐོག་ཟོ་བ་དེ་འདྲས་གསུངས་བཞག་རྒྱུ་མི་ཕམ་ས་ཞིག་འབྲི་བའི་ག་ན་ཞེས་གསུངས་པ་ལྟར་དང། མིག་ནང་རྣམ་ཤེས་ཚོགས་དྲུག་བཞི་པོ་ད་དེ་གཤམ་དེ་ནས་མ་བ་བྱེད་པའི་ག་ཨུ་གཞན་དག་ང་རང་ཚོ་གི་འདུ་ཚོགས་ནག་སྐྱོར་ཡག་པོ་ཞིག་དང། བྱང་ཆུབ་པ་ཞིག་དང། ཨོ་དེང་སང་ང་རང་ཚོ་གི།

ད་ཆའི་ཞིང་འབྲོག་མང་ཚོགས་ནད་པས་ཡིད་ཆེས་བྱེད་ཀྱི་ཡོད་རེད་ལ་ནས་ཡིད་ཆེས་བྱེད་དགོས་ཀྱི་འདུག་ན་སློབ་གྲོགས་ཆ་རྐྱེན་ཐད་ཀྱི་ང་རང་ཚོ་སྨན་པ་ཚོ་གི་ཨ་ལས་ཡག་པོ་ཞིག་ཤེས་པ་བྱེད་རོགས་ཞེས་རེ་བ་འོ་དེ་ཡིན་ད་འོ་འདི་བྱས་ད་མི་ནང་ལ་ངས་ད་ད་དེ་དེ་ནས་མ་བྱས་པའི་ཐང་ཧུམ་ད་མོ་ལ་ཚོན་རྩ་གཉིས་པ་གཡས་གཡོན་གོ་ལྡོག་གོ་ཡག་གི་རྒྱུ་མཚན་ག་རེ་རེད་ཟེར་གྱི་འདུག་ན་འོ་དུས་ཚོད་ནང་ལ་སྙིང་གི་རྩེ་མོ་དེ་ལྟར་བསྟན་པས་ཞེས་བྱས་ན་ནས་ཆེ་གེ་ཞེས་གོང་ད་ངས་བཤད་འདུག་གས་དེ་ཨ་ལས་སྙིང་གི་རྩེ་མོ་ཟེར་གྱི།

དེའི་ནང་ལ་དཔེར་ན། གཞན་དུ་འོ་དེའི་ནང་ལ་ཕོ་མོ་ལ་གཞིགས་ཏེ་ལག་གཡས་གཡོན་གྱི་སྔོན་ལ་འོ་དེའི་ནང་ལ་ལྟ་དགོས་པས་ཀྱང་འོ་དེ་མ་མཐོང་ཞེས་བཤད་གསུངས་པ་དང། མོ་ལ་ཚོགས་མཚམས་གཉིས་པ་གོ་བཟློག་སྒོ་འདོགས་ནས་སྙིང་ལ་རྣམ་བཞི་ཁྲུག་ཚོགས་དྲུག་བརྗེ་བའི་གེ་རྩ་ལས། ཡིན་འཇུག་བུ་གའི་རྩ་ཡི་རྩེ་མོ་བརྟན་ཕྱོགས་ཀྱིས་དེ་ལྟར་གོ་བཟློག་པའོ། འོ་ན་སྔོན་མིང་གཉིས་ལས་རྒྱུ་ལུང་གཉིས་གོ་བཟློག་གོ་དགོས་པའི་དགོས་པ་མི་འདུག་སྙམ་ཡང། སྙམ་པ་ཡང་ཡོང་སྲིད་པས་སྐྱོན་མེད་དེ། ཁམས་དང་འདྲེས་སྦྱོར་དབང་གིས། དོན་སྙིང་ལྟར་གོང་དང་གོ་བཟློག་དགོས་པ་སྟེ། འོ་དེ་རེད་ད། ང་རང་ཚོ་ཚོན་རྩ་གཉིས་པོ་གོ་བཟློག་སེ་འཇུག་པའི་སྐབས་སུ་ལ། ད་ཚོན་རྩ་གཉིས་གོ་ནས་སྔོན་སྙིང་གཉིས་གོ་བཟློག་དགོས་ཀྱི་རེད་རེད་བ། འོ། ད་ང་ནི་རྒྱུན་ལུང་གཉིས་དེ་གར་བྱེད་དགོས་རེད། དེའི་རྗེས་སུ་འགྲོ་འུ་རམ་འགྲོ་འུ་མ་རེད། འོ་རྒྱུན་ལུང་གཉིས་ཁྱེད་རང་སེམས་ཁྲལ་བྱེད་དགོས་མེད། པདྨ་སྨན་སྦྱིན་ཟླ་བའི་སྒྱེད་པུ་ནང་ལ། རླུང་རྣམས་དོན་གྱི་རྗེས་སུ་འབྲང་འབྱུང་བའི་རྩ་དག་བརྟག་པར་བྱ། བོང་བ་བ་ཕྱིན་ན་གནུགས་དེའི་རྗེས་སུ་འགྲོ་གི་ཡོད། སོ་སོའི་ཁམས་དང་དྲིལ་སྦྱར་དབང་གིས་ཡིན། བ་གྱིན་པ་བརྫང་བ་ག་འདྲས་སོང་ན། དོག་མོ་གི་འདྲ་བ་དེ་དག་འབྱུང་བ། འབྱུང་བ་གང་ཞེས་བྱ་བ་དེ་ལྟུང་བར་འགྱུར་བའི་ཀྱི་ཚུལ་དུ་གནས་པ་སྟེ། སྙིང་དང་རྒྱུ་མ་མེ་ཡི་ཁམས་ཞེས་སོགས་གསུངས་པ་ལྟར་རོ། འོ་སྙིང་དང་རྒྱུ་མ་མེ་ཡི་ཁམས་གློ་བ་ལོང་ཀ་ལྕགས་ཀྱི་ཁམས་སུ་ཡི་བ། སོ་སོའི་འདྲེས་སྦྱོར་གྱི་དབང་གིས། འདི་འདྲའི་གོ་རྟོགས་གོ་གི་ཡོད། ད་འདིའི་ཁ་ཐུག་ལ་ཀོང་རོ་མན་ལ་དོན་གྲུབ་ཀྱིས་ག་འདྲས་གསུང་ངེས་ཟེར་ན། བྱང་ཁོག་ཡུལ་དུ་ཆས་པའི་སྐབས་སྙིང་ཚད་གྱེན་དུ་བསྟན་པ་ནི་ཀུན་རྫོབ་བློ་ཡི་སྣང་ངོར་དང་བསྟུན་ནས་བསྟན་འགྲིག་དབང་དུ་གསུངས། གཞན་དོན་ཕོ་མོ་ཁྱད་མེད་པར་སྙིང་ཚད་ལུས་ཀྱི་ཐུར་དུ་གཏད། ཕྱི་རྒྱུད་རྩ་མདོ་གསུངས་པའི་སྐབས་སྙིང་ཚད་ཕོ་ཡོང་མོ་གཡས་སུ། གསུངས་པ་སྙིང་གི་ཡིད་འཇུག་གི་རྩ་ཡི་བུ་ག་ཐབས་ཤེས་དང། ཕོ་ཡོང་མོ་ཡི་བསྟན་ཕྱོགས་ཀྱི་རླུང་ཁྲག་དེ་ཕྱོགས་བཞུར་བ་ལ་དགོངས་ནས་དེ་ལྟར་གསུངས་པ་ལས། གཞན་ལ་ཕོ་མོ་གོ་བཟློག་པས་སྙིང་གི་ནད་དང་དབྱེ་བ་མེད། ཅེས་གསུངས་པར་ད་ཁྱེད་གོ་བ་བཅས་སོ།

འོ་དེ་རེད་ད་དེ་སོ་དཔལ་མ་ཅི་བས་དགེ་སློང་དེ་རེད་ད། ད་ཅམ་དེ་ལས་ཡང་དྲི་བ་འདི་འདྲའི་སྟོང་བཞག་ཡོད། ཁྱོད་ཚོས་གཟིགས་རོགས་བྱེད། ཨོ་དམུ་ཕྲུག་གིས་གིས་ཁྲི་བ་མ་ཐོག་གཞན་རྣམས་ལུས་གཅིག་གི་དབུས་ནས་གླེང་མེད་ལ། ལོང་དང་སྒང་པད་ཀྱི་རྩ་གཡས་སུ་རྒྱུ་ཞིང་རྒྱུ་མ་དང་ཕུར་བ་བསམ་གཟིགས་ཀྱི་རྩ་གཡོན་དུ་རྒྱུ་བས་ཀྱི་རྒྱུ་མཚན་གང་ཡིན་སེམས་ངེས་སོ་ཅིག་དྲི་བ་སྟོང་སོང་ན། ཨ་ག་རེ་བྱེད། ཨ་དེ་ཅི་གལ་མི་འདུག། གོང་དུ་བཤད་པ་ལྟར་སྨན་ཕྱིས་ཟླ་བའི་རྒྱལ་པོ་ལས་རླུང་རྣམས་དོན་གྱི་རྗེས་སུ་འདྲ་འགྱུར་བས་རྟགས་དང་བརྟག་པར་བྱ་བྱེད་དེ་དུས་དང་ནད་གཞི་འགྱུར་གདོན་དང་འདྲ་འགྱུར་དག་ཏུ་ཤེས་པས་ཚིག་ཙམ་ཡང་མ་མཐོང་བ་སེལ་ཐོག་དུས་གསུང་ཚིག་ཏུ་སོགས་མ་མཐོང་ན། དེ་ཚོགས་མཁན་ཆགས་གསུམ་འོག་ཏུ་ལ་དོང་ལུང་སོ་སོ་གི་རྩ། བགོ་བཤའ་དེ་འདྲའི་རྒྱག་དགོས་ཡ་ཚོ་སོགས་སྐབས་རེ་ཡམ་ཚ་མདོག་ཁ་བོ་རེད། དེའི་ཚིག་དེ་མཐོང་བསྡད་ཡོད་ན་ཡམ་ཚ་དགོས་ཡ་མེད། ཧ་གོ་སོང་ཨ། སྣོད་རྣམས་དོན་གྱི་རྗེས་སུ་འབྲངས། དོན་གཙོ་བྱ་བ་གང་བར་གནས་དེ་ཡོད་ན་སྣོད་དེའི་རྗེས་སུ་འབྱུང་བའི་ཁམས་ཀྱི་འདྲེས་སྦྱོར་རང་གི་འགྲོ་བུ་ཡུག། ཧ་གོ་སོང་བ། བྱས་ཙང་ང་རང་ཚོ་བས་ན་ཚོན་གྱི་འོག་ཏུ་སྙིང་དང་རྒྱུ་མའི་རྩ་ཟེར་དུས་སྙིང། གཞོགས་བདུན་མོ་ཡོད་རེད་ནད་པས་ལག་པ་གཡོན་མ་བཏང་སྟེ་དེ་ཡོར་བ། སྨན་པའི་དབྱེ་བ་རེ་བས། འོང། གྱེན་གྱི་འོག་ཏུ་ཆར་བ་འཕུར་བའི་རྩ་ཟེར་དུས་ཆར་བ་བདུན་མོ་ཡོར་བ། འོང། ཆར་འོག་མཁལ་མ་ཡོངས་དང་བསམ་སྲི་རྟགས་ཟེར་དུས་མཁལ་མ་ཡོངས་བདུན་མོ་ཡོར་བ། ཚོམ་འོག་གློ་ལུང་སྐེམ་འོག་མཆིན་མཁྲིས་རྩ་ཆར་འོག་མཁལ་མ་གཡས་དང་སྒང་པ་རྟགས། དོ་ནུབ་སོ་སོའི་འདྲེས་སྦྱོར་དང། དང་གི་འགོ་དེ་ག་ས། གཞན་རྣམས་གནས་ཀྱི་སྐད་ཕྱིར་གོང་དང་ངེས། དོན་སོ་སོའི་གནས་མཆོག་གི་དབང་གིས། བགོ་སྐལ་དེ་འདྲས་ཤིག་བརྒྱག་པ་ཡིན། སྐད་ཕྱིར་སད། ཧ་གོ་སོང་བ། འོ་དེ་སོ་ཚིག་དེ་སོ་ངེས་པ་བྱེད་རོགས་གྱིས། ད་འོ་ན་ཡར་ཟུར་མར་ཟུར་ཟེར་ཡག་ཅིག་བཤད་ཀྱི་འདུག་དེ་ག་རེ་བྱས་པ་ཡིན། འོ་དེ་ན། ཡར་ཟུར་དོན་ལྔ་དང་མར་ཟུར་སྣོད་དྲུག་བཞག་གོ་བས་ཀྱི་རྒྱུ་མཚན་ནི།

ཡར་སུ་མ་སུ། ཨོ་ནེ་རེ་ཐེབས་སོ། ང་རང་ཚོ་གི་ད་ཨ་ལེ་མ་མ་ཁོ་རེ་རིག་གཞུང་གི་དགོངས་པ་ཐོས་སོ་ཤིག། དངོས་གྲུབ་ཆ་རྐྱེན་ཐོས་སོ་ཤིག། འདིའི་དགོངས་པ་ལ་བརྟེན་ནས་དེ་རྩ་ཚུལ་ཞིག་རྟོགས་པར་བྱ་དགོས་ཡོད། ཐ་ན་འདི་བརྒྱད་ཀྱི་ནང་དོན་མ་ཤེས་ན་དེ་རྩ་བརྟག་ཡག་བྱེད་སོ། དེ་ནས་ཁག་པོ་ར་ཅིག་བྱེད་ས་རེ་བྱ། བསྟན་སོང་ཨ། ཨོ་འདི་ཡིན། ཨོ་འདིའི་སྐབས་འགལ་གྱི་ནང་དོན་དུས་སོགས་ང་རང་ཚོ་གི། དེ་འདྲ་ཅིག་ངེས་བསྡད་ན་དེ་གཞན་དག་ཕྱིར་འཐག་ང་རང་ཚོ་གནད་འགག་མི་འདུག་ད་ཡིན་ནའི་དུས་ཚོད་འགར་དུ་ལ། དོ་ནུབ་སོ་སོ་གི་རྩ་ག་རེ་ཡོད་མེད།

བ་མི་བཟོ་ལས་ཟབ་ཆེ་ཆུང་ཆུང་དེ་འདྲའི་ཕན་ཡག་ཡོད་རེད་ད་དང་པོ་ཐ་མའི་སྟེང་གཅིག་གི་རྩ་རྒྱུད་གསུམ་ངེས་ངེས་གྲངས་ངེས་ཚུལ། ཐ་ཐ་མའི་སྟེང་གཅིག་རྩ་རྒྱུད་རྣམ་པ་གསུམ་སོ་སོའི་གི་དགེ་སྐྱོང། འོ། དུས་གསུམ་དཔེ་སྡོམ་ག་འདྲས་སུ་སྦྱར་ཡོད་མེད། འོ་དུས་གསུམ་ང་རང་ཚོ་ལྟ་དགོས་ཀྱི་འདུག་བ། ད་ཡིན་ན་ང་རང་ཚོ་སྔོན་བཤད་ན་ཨ་ལས་ཐ་མའི་སྟེང་གཅིག་གི་རྩ་རྒྱུད་རྣམ་པ་གསུམ་ཟེར་བ་དེ་དེ་ཡག་པོ་ཆིག་ཤེས་པ་བྱས་ཏེ་ཧ་ཅང་གི་ནད་ཐོག་ཐོག་ལ་ངས་རེ་སྔོན་བཤད་ན་གལ་ཆེན་པོ་བརྩི་གི་ཡོད་རེད་བ། རྒྱུ་མཚན་ག་རེ་ཡིན་མེད་འོ་དེ་ཟེར་བ་ད། ད་འདིའི་གཤམ་དེ་ང་རང་ཚོ་གངས་ཚང་ཨིམ་ཇི་ལགས་རྐྱང་རྐྱང་རེད་དེ་མ་ཚད་པའི་ཨིམ་ཇི་ལགས་རྒན་པ་རྐྱང་རྐྱང་རེད། གཅིག་ནི་དྲན་གསོ་དང་གཉིས་ནི་རང་སྦྱོང། གསུམ་ནི་ནན་བཤད། ཨ་གོ་སོང་བ་དེ་རིང། གཞི་རྩ་མ་གཏོགས་ཁ་མ་ལོག་པར་འགྲོ་ཕོ་མོ་བུ་ཚ་མ་ཞིང་ཚ་བ་དྲུད་བྱང་ཆུ་སིམ་ཚ་གྲང་བ་དྲུད་བ་དང་མ་གཙང་སྤྱོད་སྡུག་འཆི་ཚ་དྲུད་བ་ཡོད་ཟེར་མ་རེད་པས། འོ་གཞི་རྩ་མ་གཏོགས་ན་རྩ་འཁྲུལ་འགྲོ་གི་རེད་ད། ཡིན་གཅིག་མིན་གཉིས་གཞི་རྩ་དེ་ཡག་པོ་ཞིག་རྟོགས་པར་བྱེད་ཨ། བཟུང་ཡོད་རེད་རེད་བ། ད་ང་རང་ཚོ་ནམ་རྒྱུན་རྩ་བརྟག་པ་བྱེད་པའི་སྐབས་སུ་ལ་ཁྱེད་རང་གཞི་རྩ་ག་རེ་ཡིན་རྒྱུན་རྩ་ག་རེ་ཡིན་ཟེར། སྨན་པས་དྲི་གི་ཡོད་རེད། ཨོ། ནད་པའི་བཤེས་གཉེན་འདུག་གས། དེ་རྙོག་དྲ་བཟོ་ཚར་འགྲོ་བ་དང། ད་གཞུག་ན་ང་རང་ཚོ་ཡིན་གཅིག་མིན་གཉིས་བྱེད་དགོས་འོག་ཏུ། ཧ་གོ་སོང་ཨ། ང་རང་ཚོ་ས་གནས་ག་བ་ཡིན་པ་ཡིན་ནས་གཞི་བདག་བསྟན་ཤིག་བཟོ་དགོས་འོག་ཏུ་ཨུན་ཅི་ལགས་ཚོས། ད་དེང་སང་ཕལ་ཆེར་ཕལ་ཆེར་ལྷོ་ཁ་མིན་ཚིག་གམ་ཕལ་ཆེར་གཅིག་བྱས་ན་བཟོ་ཚར་ཡོད་པ་འདྲ་འདུག་བཟོ་དེ་སྔོན་གཅིག་ཟེར་གི་འདུག་ད་མི་སོ་སོ་ལ་ག་གི་བཟོ་དེ་འདྲས་བཟོ་དེང་སང་ཡག་པོ་བཟོ་ཚར་བ། ད་དེའི་ནང་ལ་མི་ཡིག་གི་རང་བཞིན། རྒྱུན་རྩ། རྒྱུན་ལྡན་ནད་གཞིའི་ཀྱི་དཔུང་ནད་ཀྱི་སོགས་ནད་ཐབས་ག་རེ་མེད། དེས་ན་དེང་སང་ང་རང་ཚོ་སྨན་རྩིས་ཁང་དུ་སུ་ལའང་གག་གིས་ཞོ་ས་ཡ་གཅིག་ཡོད་གག་གཅིག་ཡོད་རེད་བ། དེ་ཡང་སྨན་ག་རེ་བཏང་འདུག་དེ་སྔ་གག་དེ་ཧྲོལ་བ་དག་ཕྱིར་བཏང་མི་ཁག་ཅིག་དོང་ཡོད་འགོ་རེད་བ། ནད་པའི་གཞི་རྩའི་གནས་ཚུལ་གང་ཚང་ཞིག་ན་བླུགས་ཚར་བ་འགོག་འདུག་ད། དེ་ཡིན་ན་ནད་པ་ཁོ་རང་གི་རྒྱུན་རྩ་བཤད་ཡ་མེད་འདུག་རྒྱུན་རྩ་དེ་ན་བླུགས་བཞག་ཡོད་གག་དེ་འདུག་ཞེས་བ་དག་རྒྱུན་རྩ་ག་རེ་ཡིན་ཁོ་རང་བཞིན་ག་རེ་ཡིན། རྒྱུན་ལྡན་གྱི་འཚོ་བའི་གོམས་གཤིས་ག་རེ་ཡོད། ད་ནངས་སློབ་ཚེ་དོང་ཡ་ཞིག་ད། ཧོ།

དེའི་ནང་ལ་ཤིང་ཡིག་གི་ཟེགས་མ་རུ་དེ་ཚོའི་ནང་ལ་ཞོལ་ཤིང་ག་རེ་ཡིན་པའི་དེའི་ནང་བྲིས་བཞག་ཡོད་རེད་ཟེར་འདུག་ཨེ་ཨེ་ཤིང་པི་ཤིང་ཨེ་པི་ཤིང་ས་དེ་ཚོ་དང་ང་རང་ཚོ་དངོས་གནས་བཤད་ན་དེ་ཚོ་གལ་ཆེན་པོ་ཞིག་བཞག་དགོས་འདུག་རེད་བ། ཨོ་དེ་རེད་དེ་གལ་ཆེན་པོ་ར་ཅིག་ཡིན། བྱས་ཙང་ང་རང་ཚོ་རྒྱུན་ལྡན་ནས་ང་རང་ཚོ་གས་བྲིས་ཀྱི་མི་འདུག་ནད་པས་བཤད་ཉན་མི་འདུག་སྨན་པས་དོ་སྣང་ཡང་བྱེད་ཉན་མི་འདུག་གཞུང་ནང་ལ་དེ་འདྲའི་ཟེར་ཡོད། དེ་ནི་རྗེ་བཙུན་གཡུ་ཐོག་དཔལ་གྱི་གཞུང་བཞིན་བྱུང་ནས་ལུས་ནི་ང་རང་བཞིན་ཟེར་བྱུང་ཡོད་རེད་བ། དེ་གཞུང་བཞིན་བྱེད་ཀྱི་མི་འདུག་བ་ད་ང་རང་ཚོ།

རེད་བ། ད་དུང་འགལ་འཁྱོངས་ག་རེ་འདུག་ག་འདི་ཐིག་ལ་ཤུགས་སྣོན་རྒྱག་དགོས་འདུག་རེད་བ། དེ་གསོ་བ་རིག་པའི་ཆེས་མཐོའི་དང་ང་རང་ཚོའི་གི་མི་རིགས་འདི་གི་ཆེས་མཐོའི་དང་ནད་པའི་གི་ཆེས་མཐོའི་རིགས་མ་གཏོགས་གཞན་དག་མི་སྒེར་སུ་གཅིག་གི་ཆེས་མཐོའི་མ་རེད། རེད་བ། འོ་དུས་ཚོད་ཐོག་ལ་ཤུགས་སྣོན་རྒྱག་རོགས་བྱེད། ད་ཡིན་ནའི་འདི་ལ་ཐབས་གཞི་ཞིག་ཡོད། ཧ། གལ་ཏེ་རྒྱུ་མཚན་གཏན་འཁེལ་བཟོ་ཡག་མ་བྱུང་ན། བདེ་ཆེན་རིན་པོ་ཆེ་དགོངས་པ་ལྟར་འཁྲུལ་བཤད་ཚང་རླུང་འཕྲིན་སྤེལ་མཁན་གསུམ་གྱི་རང་བཞིན་ལས་ཕྱིར་ཆད་ཚང་པད་བསྐོ་ཡག་ཅིག་ཡོད། འདི་ན་ལ། ཕོ་ཚ་སྦོམ་ལ་རགས་པ་དེ་ནི། རླུང་གི་རང་བཞིན་ཅན་གྱི་མེ། མོ་ཚ་ཁྲག་ལ་མྱུར་བ་དེ་ནི་མཁྲིས་པའི་རང་བཞིན་ཅན་གྱི་མེ། བྱང་ཆུབ་སེམས་ཚ་རྒྱུན་རིང་འཇམ་ལ་མཉེས་པ་དེ་ནི་བད་ཀན་རང་བཞིན་ཅན་གྱི་མེ། ད་ལ་ཁོ་རྒྱུན་རྩ་དེ་བཤད་ཡག་མི་འདུག་ཅི་རང་བཞིན་དེ་ག་རེ་ཡིན་པ་འདྲ་འདུག། རང་བཞིན་དེ་ལ་ཞིག་པའི་ཁོ་རྒྱུན་རྩ་དེ་འདྲས་ཡིན་བཟོ་འདུག་བསམ་ས་ཚོར་བ་ཞིག་ཞིག་ལྟ་ཡག། ད་དེ་འདྲས་ཅིག་བེད་ཤེས་ད་བྱེད་རྒྱུ་རང་རེད། རེད་བ། འོ་དུས་ཚོད་ཐོག་ལ་ང་རང་ཚོ་དེ་ཕྱིར་རོགས་བྱེད། ད་རྒྱུ་མཚན་གསུམ་རང་བཞག་གོ་ཡག་གི་རྒྱུ་མཚན་དུས་སུ་དབང་བཞི་ན་འོ་འདི་ལྟའི་གསུང་བཞག་གོ་མེད་པའི་རྩལ་སྟོང་དུས་ན་ལ། ཕོ་དང་མོ་དང་བྱང་སེམས་ཀྱི་གཟུགས་དང་སྐད་དང་བྲོ་ལ་སོགས། ཉེས་གསུམ་རྐྱང་པའི་རང་བཞིན་གྱི་རྩ་ཡི་སྦོམ་ཕྲ་མྱུར་བུལ་སོགས། མཚན་ཉིད་འདྲ་མཐུན་དབང་དུ་སྦྱར། འོ་དེ་རུ་ད། སྟེང་ཕོ་ལ་ཕོ་ཚ་དང་སྟེང་མོ་ལ་མོ་ཚ་འབྱུང་སྲིད་པའི་གི་ངེས་པ་མེད། ཡེ་ནས་འདི་ན་ལ་ཕོ་དང་མོ་དང་བྱང་སེམས་ཀྱི། གཟུགས་དང་སྐད་དང་བྲོ་ལ་སོགས།

བྱས་ཙང་ནད་གསུམ་རྐྱང་པའི་རང་བཞིན་གྱིས་རྩ་ཡི་སྦོམ་ཕྲ་མྱུར་བུལ་སོགས་མཚན་ཉིད་འདྲ་མཐུན་དབང་དུ་སྦྱར། མཚན་ཉིད་དེ་དང་འདྲ་བ་ཡོད་ཙང་ཕོ་ཚ་དང་མོ་ཚ་བྱང་ཆུབ་སེམས་ཚ་ཚང་བཞག་པ་ཡིན། ཧ་གོ་སོང་ཨ། འོ་ད་འདི་རེད་ད། འདི་ནང་བཞིན་གྱི་ང་རང་ཚོའི་གེ། བཤད་རྒྱུད་ཀྱི་ལེའུ་ལྔ་པའི་གེ་ནང་དུ་ལ། ང་རང་ཚོ་མི་ཡི་རང་བཞིན་དང། སྙིང་རྗེའི་བད་ཀན་གསུམ་གཅིག་གི་གོ་རིམ། སྙིང་རྗེའི་བད་ཀན་གསུམ་རང་ངེས་གོ་བད་ཀྱི་རྒྱུ་མཚན། སྐྱེ་བའི་དང་པོ་ཁུ་བ་ཁྲག་ལ་གནས། དཔེར་ན་དུག་ཤིང་གསུམ་པོ་དུག་གཅིག་མཚུངས་ཟེར་ཉེས་སོགས་དེ་འདྲས་དང། དེ་ནི་དང་འདྲ་དེའི་ནང་ལ་ག་རེ་ཞིག་ཟེར། རྒྱུ་དང་ངོ་བོ་དཔེ་དང་འབྲས་བུ་དང་གཉེན་པོའི་སྒོ་ནས་གྲངས་དང་གོ་རིམ་གྲུབ་ཟེར་མ་རེད། རྒྱུ། ངོ་བོ། དཔེ། གཉེན་པོ། གྲངས་ཡང་རླུང་འཁྱིལ་བད་ཀན་གསུམ། གོ་རིམ་ཡང་རླུང་འཁྱིལ་བད་ཀན་གསུམ། འོ་དེ་ངེས་པ་ཡིན་ཟེར་བ་ཅིག་གོང་དེ་ཡོད་པ་ང་རང་ཚོ། དེ་མ་ཡིན་དེ་གཉིས་ཀྱི་ནང་ལ་སྐྱ་ལས་དང་པོ་ཁུ་ཁྲག་དང་སྙིང་མེད་མ་ཡིས་དེའི་ནང་ལ། ཟས་བཅུད་ལས། རང་བཞིན་མི་འདྲ་གསུམ་དུ་འགྱུར། དེ་ལས་རྩ་རྒྱུད་མི་འདྲ་བ་ཕོ་མོ་མ་ནི་གསུམ་དུ་འབྱུང། འོ་འདི་འདྲས་གསུངས་བཞག། འོ། བདག་རུ་གཟུགས་ཀྱི་ནང་ལ་བྱང་པ་བཀྲ་ཤིས་དཔལ་བཟང་གིས། ཕོ་ལ་དེའི་ནང་ལ་མོ་རྩ་ཆགས་གྱུར་ནས་ཤེས་རབ་དབང་གིས་ཚེ་རིང་འགྱུར། མོ་ལ་ཕོ་རྩ་ཆགས་གྱུར་ནས། ཐབས་ཀྱི་དབང་གིས་བུ་མང་འབྱུང། སྙིང་ག་རབ། མ་ནིང་རྩ་བྱུང་ནས། མ་ནིང་དབང་གིས་རབ་མི་འབྱུང། ཞེས་སོ། མཁན་ཆེན་ཚུལ་ཁྲིམས་རྒྱ་མཚོ་མཆོག་གིས་ཟིན་འདུག་མཁན་ཚུལ་ཁྲིམས་རྒྱལ་མཚན་ལ་རེད་མི་འདུག་ག། རྒྱ་ནག་ཁོང་གིས་འདི་འདྲའི་ང་རང་ཚོ་མདོ་སྨད་རྒྱུད་ཀྱི་མཁས་དབང་རྒན་པོ་གཅིག་རེད་གསུངས་འདུག་འདི་འདྲས་ཀྱི་འདི་འདྲས་གསུངས་བཞག་ཨ། སེམས་ཅན་ཕོ་མོ་མ་ནིང་གིས་ཁྱད་པར་འབྱེད་ཆེད་ལུས་ལ་ཡོད་ཨ་དེ་བུ་དང་བུ་མོ་དང་མ་ནིང་ཟེར་ཡ་དེ་ཁྱད་པར་ག་འདྲས་འབྱེད་དགོས་རེད་སོ་སོའི་ལུས་ལ་ཡོད་ཁོ་ཚད་མ་བརྟག་ཅིག་ཡོད་རེད་རེད་པ་ཨོ་དེ་རེད་ད། ཡི་གེ་ཕོ་མོ་མ་ནིང་གིས། ཁྱད་པར་འཇལ་བྱེད་སྒྲ་མདངས་ཉིད། སྒྲ་མདངས་གྲགས་ཤེས་རིང་ལྟོས་བྱེད་དང་ཡི་གེ་ཕོ། སྒྲ་མདངས་གྲགས་ཀ་དེ་ལ་ཕོ། འབྲིང་ངུ་དེ་ལ་མོ། ཞན་པ་དེ་ལ་མ་ནི། ཡི་གེ་ནང་ཕོ་ངུ་མ་ནི་དབྱེ་བ་ཕྱེ་ཡ་ཡོད་རེད་བ། ཀ་ཆ་ད་བ་ཚ་ན་ཕོ་ཁ་ཆ་ད་བ་ཚ་མ་ནི་ག་ཆ་ད་བ་ཚ། བར་བྱ་བ་ཡ་ས་ས་ན་མོ་ཟེར་བས། འོག་ཏུ་སོ་གཅིག་ཡིན་ངེས། དེ་དང་གོ། དེང་གོ་འདི་དེ་གསུངས་བྱ། འོག་ཁྱད་པར་འཇལ་བྱེད་སྒྲ་མདངས་ཉིད། རྩ་ཡི་འདི་ནང་ལ་དེ་གར་བྱས་ཚེ།

ཞིབ་ཕྲའི་དེའི་ནང་གི་ང་རང་ཚོ་གི་འདུས་སྲོལ་གི་རྒས་སྐྱོང་དང་འདུས་སྲོལ་ལ་མ་ཞིབ་ཕྲ་ཐོས་སོ་མ་གསལ་ཞིག་ཞུ་གི་མེད་ཧ་གོ་སོང་བ། ག་འགས་ཤིང་གི་རེད་བ། བྱས་ཙང། རྒྱུ་མཚང་ངེས་པར་བྱེད་རྒྱུ་དེ་ནི་ཧ་ཅང་གི་གལ་ཆེན་པོ་ཡིན། གཞུང་མ་གང་ཐུབ་ཅི་ཐུབ་ཀྱི་རྒྱུ་མཐའ་གཏན་འཁེལ་བཟོས། ད་འདེགས་ཅི་ཞིག་ང་རང་ཚོ་གི་རྒྱུད་ཀྱི་ནང་གསུང་བྱ་རྒྱུར་ཐོས་སོ། ནང་བཞིན་གྱི་ལས་ཀ་བྱེད་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད། ཨང། འདུས་སྲོལ་འདུག་འདུག་ཤོད་ཤོད་ང་རང་ཚོ་འདུག་འདུག་ཅིག་ད་འགྲིག་གི་རེད་ཟེར་ངེས་སོ་དེ་འདྲས། དེ་ཡོང་གི་མ་རྟགས་ཧ་གོ་སོང་བ། དེ་རྒྱུན་ནང་བཞིན་ང་རང་ཚོ་དེ་བྱེད་དགོས་རེད། དེའི་བླ་ཐབས་དང་ཕྱོགས་འབད་དེ་ཕྱོགས་ཙམ་མཐོང་ཐོས་མཐའ་ཁོ་རེ་གི་མེད་ཤུལ་ཅིག་ལ་དེ་དག་ཟེར་འདུག་ད་སྔོན་བྱུང་མཁས་པའི་སྐད་འདི་འདྲས་ཟེར་འདུག་འདུག་བཞག་བཞག་ང་རང་ཚོའི་སྐད་འདུག་འདུག་ཕྱིན་ན་ཕལ་ཆེར་འགྲིག་གི་ཡོད་པ་འདྲ། འོང་དེ་ལ་མ་ཉམས་གོང་འཕེལ་དང་ཉམས་པ་སོར་བཅུ་ཟེར་བ་དེ་དེ་བྱེད་ཐུབ་དགོས་བ་ད། དེའི་རྨང་གཞིའི་སྟེང་ནས་གསར་གཏོད་བྱེད་དགོས་བ་ད། འོ་དེར་ད་ཨ་ལས་གསར་གཏོད་ཕར་བཞག་པའི་གཞུང་གི་ནང་དོན་ཁོ་རང་ཚུལ་བཞིན་བྱ་ཐུབ་ཀི་མི་འདུག་རེད་བ། འོ་ཡ། ད་དངོས་གཞི་བཞི་ཡི་གེ་དངོས་གཞི་བརྒྱད་ཀྱི་ནང་གི་ནང་གསེས་གཉིས་པ་ནམ་ཟླ་དུས་བཞི་གི་ཚེས་ཕར་ཚུད། ད་འདུས་སོ་ཡི་གནད་འགག་འདྲ་ཞིག་རེད། འོ་འདུས་སོ་ཡི་གནད་འགག་འདྲ་ཞིག་འདུག། བྱས་ཙང་ཨ་ལ་ནམ་དུས་དུས་སོགས་ངོས་འཛིན་ཡག་པོ་བྱེད། ནམ་དུས་སོ་སོ་གི་ཁ་ཐུག་ལ་ཚེས་ཕར་ཚུད་དུས་སོགས་ཕར་གོ་ཡག་གི་རྒྱུ་མཚན་ག་རེ་ཡིན་ནས། ནམ་དུས་དེའི་གི་རིགས་ལ་འབྱུང་བས་ཀྱི་དར་སྐུད་ག་རེ་ཡིན་ནས་དུས་སོགས་ངོས་འཛིན་བྱེད། ད་རྙོག་དྲ་ཡོར་དང་ང་རང་ཚོ་རྩ་འདིར་བལྟ་ཡག་ལ། བྱས་ཙང་ཁོ་སྤྱོད་པ་དོན་གྱིས་རིག་པའི་བརྟག་ཐབས་སུ་བརྗོད་པ་རེད། ཉོ་རའི་ངོ་ནས་བཤད་ནས་ཁ་ཙམ་མ་ཡིན་པའི་གི་གང་བསྡུས་བཅུ་བདུན་གི། ཨོ་དེ་རིག་གཞུང་དེ་གོ་བ་སླེ་བྱས་ཙང་འདི་འདྲའི་རེད་འདུག་ག་བསམ་བསམ་ཞིག་ཕེབས་འགྲོ་ཐུབ་བ། ག་ས་ག་མ་བཀྲམ་ཐུབ་ཚེ་མ་ཡིན་པ། ཧ་གོ་སོང་བ། ཨོ་དེ་རེད་ད། བྱས་ཙང་ང་རང་ཚོ་མེས་པོ་ཞེ་ལུང་གི་ནང་ལ་དཔྱིད་ཟླ་ར་བ་འཁྲུལ་མེད་དུ་ངོ་མ་ཟིན་ནས་དུས་ཚ་ངོ་མི་ཟིན། དུས་ཚ་ངོ་མ་ཟིན་ནས་ནད་ཆེན་ནད་མེད་ཀྱི་རྩ་ངོ་མི་ཟིན། ནད་ཅན་ནད་མེད་ཀྱི་རྩར་ངོས་མ་ཟིན་ན། དེ་ནི་མེད་ཚུལ་བཞིན་རྟོགས་མི་ཐུབ། འོ་དེ་རེད་ད། ཡིན་གཅིག་མིན་གཉིས་ནམ་དུས་ངོས་འཛིན་བྱ་དགོས་ཀྱི་ཡོད། དེ་ནི་ནམ་དུས་ངོས་འཛིན་བྱ་བའི་བརྒྱུད་རིམ་གྱི་ནང་དུ་ང་རང་ཚོར་གཤམ་དེ་གསུངས་འདུག་གོ། ཉི་མ་གང་དོག་དབྱར་དགུན་འབྲིང་པོ་བརྩེགས་སུ་བཞུགས་འདུག་གས། ཞལ་བོ་དེ་འདྲ་ཧ་གོ་གོ་ནས་ཉི་མ་ག་དུས་ལྡོག་སོང་ན་དབྱར་ཟླ་འབྲིང་པོ་དང་དགུན་ཟླ་འབྲིང་པོ་དེ་ནས་ནི་མ་དེས་ཟེར་བར་ད། མི་འགྱུར་གས་ཟེར་ཤེས་པ་རེད་ཧ་གོ་སོང་ཨ། ཡང་མིན་ན་དབྱར་ཟླ་འབྲིང་པོ་ག་ཉི་མ་ལྡོག་གི་རེད་ཡང་མིན་ན་དགུན་ཟླ་འབྲིང་པོ་ག་ཉི་མ་ལྡོག་གི་རེད། ང་རང་ཚོ་ལུས་སྟོང་ནང་ལ་ཡོད་པ། དཔེར་ན། བོད་ཟླ་བཅུ་གཅིག་པའི་གི་ཚེས་ཉི་ཤུ་གཡས་གཡོན་ལ། ཉི་མ་ལྡོག་སྒོ་དང་པོ་འདྲེས་ཟེར་དུས་དེ་ནས་བྱུང་ནས་དེར་ཉི་མ་ཐུང་རུ་འགྲོ་ཡག་ཡོད་མ་རེད་དམ། འོ་དུས་སོ་ཧ་གོ་བ་ཞིག་ཁེངས་སོང་ང། གཡམ་ཉི་ལྡོག་ཟེར་དུས་གཡམ་ཉི་ག་དུས་ལྡོག་གཡམ་པའི་འབྲིང་སྤུངས་ནང་ལ་ལྡོག་གི་རེད་ད། དེ་ནས་མ་ཕྱེད་ཙམ་ནམ་དུས་དེད། ཡིན་ནའི་ནམ་དུས་ལ། ས་ཆའི་མཐོ་དམན་དང་གནས་བབ། ལོ་རྒྱུས་ཀྱི་རང་བཞིན་ལོ་འགོ་འཛིན་ཚུལ། འདྲ་མི་འདྲ་ཡོད། ཚད་ཀྱི་ཆད་ལྷག་ཡོད་ཧ་གོ་སོང་ང། ཚོ་ཁྱད་པར་ཡོད་ཅུང་ཟད། ང་རང་ཚོ་དབུས་གཙང་དང། ཀོང་པོ་རྒྱུད་དང་ཚོ་ཚོ་ལོ་གསར་དང་ཚོ་ཚོ་ལོ་ངོ་རྫིག་རྫིག་མང་པོ་ཁྱེད་ཡོད་རེད་རེད་བ། ས་ཆའི་གནས་བབ་བས་འདྲ་གི་མ་རེད། ཡིན་ནས་ང་རའི་འདུག་སའི་སྟེགས་དེ་བའི་སྐབས་སུ་ལ་ང་རང་ཚོ་དུས་ཚོ་གཅིག་ཞིང་ཀུན་འདུག་ས་དེ་དབུས་གཙང་གཙོ་བོར་བཟུང་བའི་གི་ནང་སྟོང་དེའི་གི་ཐོག་ནས་སོ་སོའི་ས་ས་ཆའི་གནས་བབ་ལ་གཤེགས་གཤེགས་ཚང་ར་རིག་པ་དེ་སྟོན་དགོས་གི་ཡོད་ཧ་གོ་སོང་བ། འོ་དེ་རེད་ད།

བར་མི་འགྱུར་བའི་གེ་རྟགས། རྣམ་མི་འགྱུར་བའི་གེ་རྟགས། ཞག་གྲངས་ཀྱི་ཁྱད་པར། དེའི་མཁའ་ཐུག་འབྱུང་བའི་གེ། ཁམས་ཤེས་ཆེ་ཆུང། དོན་སྣོད་ཀྱི་རྩ་གཙོ་ཆེ་བ་གར་འཕར་གྱི་ཡུག། དེའི་འཕར་ལུགས་འཕར་ཚུལ་ག་འདྲ་ཞིག་ཡིན། དེ་ནང་བཞིན་གྱི་རིག་པ་རྗེས་སྦྱར་ཞིང་པ་བྱེར་བ་བྱེད། ལྷ་སྒོ་སྲུང་བ། དག་ནི་ནང་ནས་བས་ན་རྩིས་མཐའ་གསུམ་ནས་ཤིང་ཚིག་ཁམ་བུའི་དུས་ཟད་འགྱུར་བའི་སྐབས་སུ་རང་ལུགས་བུ་གཅིག་གསོ་བ་རིག་པ་ཧོར་ཟླ་དང་པོ། སྟག་གི་ཟླ་བ་ནས་སྒོ་སྲུང་བྱེད་དུ་དཔྱིད་ཟླ་ཤར་བ་ཡིན་གསེག་རི་དང། རིའི་དུས་གེགས་ནས། མྱི་ཚང་གཙོ་བོ་རེད་མ་ཐོག་ཅིག་ང་རང་ཚོ་དེ་རིང་ས་ཆ་ག་ས་ག་ནས་འདུག་ཡག་པོ་རེད་བ། བོ་ད་དང་པོ་འདུག་སེ་ཚེ་བ་ད་ག་ས་ཆ་ག་ས་ག་ལ་ཤིང་ཚེ་ཁ་འབུད་གུ་རེད་བས། ངས་དེ་ན་འབུད་གུ་མ་རེད། ས་ཆ་ཐོ་ཐོ་ས་ཁ་ཅིག་རེད་བ། ཨོ་དེ་རེད། ད། མྱི་ཚང་གི་བཟོ་དེ་འདྲས་བོ་བས་ལོ་སར་འདུག་སེ་བ་ད་ག་མྱི་མ་ཤར་ས་ད་དེ་བ། མྱི་ཆོག་འོང་ཐེ་བ་ལ་ཏེ་ཚེ་དེ་ནས་སྔོག་གི་བཟོ་དེ་འདྲས་དང་ལྕང་ནན་ལོ་མ་ཐོ་སོ་རག་ཤིག་ཤིག་བྱེད་གི་འདུག། ཧ་གོ་སོང་བ། ཧོ་དེ་རེད་ད། བ་མངའ་རིས་དང་ནགས་ཤོད་རྒྱུད་ལ་དེ་ད་དུང་འཁྱག་པ་རྒྱབ་བྱེད་དེ་ཡོད་རྒྱུར་ཕལ་ཆེར་ཤིང་ཚ་བུ་རྒྱུད་བཞག་པས་མཁྱེན་སོང་བ། ཧོ་དེ་རེད་ད། གནམ་མི་འགྱུར་བའི་རྟགས་དེ་སྐར་མ་སྟག་པ་དང་སྐར་མ་ཨོ་དང་སྐར་མ་ནག་པ། ཟླ་བ་སོ་སོ་གི་ནམ་ཚོད་འཛིན་གི་ཡོད། དུས་སོ། ད་དུས་སོ་རྒྱུ་སྐར་ནི་ནས་ང་རས་ཤིང་གི་མེ་སྟག་དྲང་པོ་ཞིག་རེད་བ། ཡིན་ནས་ང་རང་ཚོ་ངོམ་ཤིང་ནས་གཤམ་འོག་བདེ་ཉིད་རྐྱང་ཁྱེར་རྒྱུ་སོགས་ལ་ཤུགས་སྣོན་རྒྱབ་དགོས་ཀི་འདུག་རྒྱུ་སྐར་ཉུལ་ཤིང་རྩབ་དུས། ག་རེ་ག་རེ་ཡིན་མེད། ནམ་མཚུངས་འཛིན་ཡ་བྱེད་པའི་སྐར་མ་ག་རེ་ག་རེ་ཡིན་མེད། ཧ་གོ་སོང་བ། མོ་བ་ད་དུང་ད་ལྟ་ང་རང་ཚོ་ཞིང་འབྲོག་ཁུལ་ལ་རྒན་པོ་ཁ་ཤས་བསྡད་ཡོད་ད་ཞིང་འབྲོག་རྒན་པོའི་འབེལ་གཏམ་ཟེར་ཡ་ཚོད་སོང། ཧོ། ང་རང་ཚོ་ཉིན་བརྒྱད་ཀྱི་འབྲོག་པ། ལྷག་པར་དུ་སྐར་མའི་གི་འབྲོག་པ་ལ་དེ་བཞིན་ལོ་ཡག་ཉིན། ལྟ་སྟངས་དང་བཤད་སྲོལ་མི་འདྲ་བ་མང་པོ་ཡོད་རེད། མཁྱེན་སོང་བ། འོ་དུ་བཟོ་སྟེགས་ཀྱི་སྦྱངས། ང་རའི་དངོས་གཞི་རིགས་ནི་ད་ཕལ་ཆེར་དུས་ཚོད་ཀྱི་ནང་ལ་སྐར་མ་སྨིན་དྲུག་ས་ཡ་དེ་ཤིང་གི་ཡོད། ད་གཞན་ཤིང་མེ་སྟག་ཞེ་དྲག་ཧ་གོ་སོང་བ། དེ་ཤ་བོ་ནོར་བ་མ་ལ་སོ་སོ་སོའི་གི་འཚོ་བའི་སྐྱེས་ཤོག་དང་ཀོ་རེ་རང་བཞིན་གྱི་དབང་གིས། ང་ཚོ་འབྲོག་ཁུལ་གྱི་རྒྱུད་ལ་མུ་མདོག་སྐར་ཆེན་ཟེར་ཉེན་སོགས་དེ་འདྲའི་ཐོ་རངས་སྐར་ཆེན་ཟེར་ཉེན་སོགས་དེ་འདྲའི་སྐར་མ་རེ་རེ་ལ་མིང་རེ་རེ་བཏགས་ཡོང་གི་འདུག་གོང་དག་སུ་དེ་འདྲའི་ནུབ་མདོག་སྐར་ཆེན་ཟེར་ནུབ་ཡིན་དེ་སྐར་མ་ཆེན་པོ་ཞིག་ཤར་གི་དུས་དུས་སེམས་ཅན་ལྷའི་རའི་ནང་ལ་མ་བཅུག་རན་གི་ཡོད་ཟེར་བ་སོགས། ཐོ་རངས་སྐར་ཆེན་སའི་ཤར་རོང་དེ་ནས་སྐར་མ་ཆེན་པོ་ཞིག་ཤར་ཡིན་པའི་སྐབས་སུ་ནམ་ལངས་ཡོང་དགོས་སྐྱ་བཏང་གི་ཡོང་དགོས་ཟེར། དེ་དང་དེ་འདྲ་བའི་གི་དེ་ནི་ང་རང་ཚོ་སྐར་མའི་གི་འགྲོ་བ་དེ་ཚོ། ཤ་མོ་ཨལ་མ། གཟིག་ན། འཇང་ས་དུང་ན་འཇང། ཧ་གོ་སུང་བ། འོ་དེ་རེད་ད། དེ་དང་ང་རང་ཚོ་ད་དིང་སང་ད་འདྲའི་ངོ་ཤེས་ན་ས་ག་ཟླ་བ་ཤར་སོང་ཟིག་རེད་སྐར་མ་ས་ག་ཟེར་ཡ་དེའི་གི་ནམ་ཚོ་འཛིན་གི་ཡོད་ཙང་སྐར་མ་དེའི་གི་མིང་ལ་མདའ་དག་དེ་བཏགས་ཤ་བ་རེད་ད། ཧ་གོ་སོང་བ། འོ་དེ་རེད་ད་ས་ག་ཟླ་བ་ཟེར་གྱི་འདུག་བ། ས་ག་ཟླ་བ་ནས་བཟུང་ཞེས་ཙང་དབྱར་ཟླ་ཟིན་པ་རེད་ད། རེད་བ། འོ་དེ་རེད་ད་དབྱར་ཟླ་གསུམ་ས་ག་སྣོན་ད་ཆུ་དུག་ནམ་ཚུགས་འཛིན་ཟེར་གྱི་ཡོད་བ། འོ། བོ་ད་ང་རང་ཚོ་གི་བཞི་བ་ལྔ་བ་དྲུག་བ་དེ་དབྱར་ཟླ་ཡིན། འོ། བདུན་པ་བརྒྱད་པ་དགུ་བ་དེ་ང་རང་ཚོ་སྟོན་ཟླ་ཡིན། བཅུ་བ་བཅུ་གཅིག་བཅུ་གཉིས་དེ་དགུན་ཟླ་ཡིན། རེད་བ། འོ་དེ་རེད་ད་དེ་ཙང་དེ་གྱིས་ང་རང་ཚོ་ངོས་འཛིན་བྱེད་ཀྱི་རེད། ད་དེའི་ནང་ངས་གསལ་བཤད་ཞུ་ཡག་ཅིག་ག་རེད་ཟེར་ན། བདུན་ཅུ་རྩ་གཉིས་ཕྱི་ཁམས་ཕྱི་མཚར་བརྒྱུད།

ཨ་མའི་ནམ་ཟླའི་དུས་ཀྱི་ཁ་ཐུག་ལ་དོན་ལྔ་ཡི་ནང་གི་ཕྱི་འབད་རྩ་དེ་མི་ཤེས་གཞན་དག་ཕར་གི་མེད་པ་འདྲ། གར་བྱེད་མི་འདུག་གཞན་དག་དོན་གཞན་དག་གཉིད་ཁུག་བསྡད་ཡོད་མེད་འདྲ། ཨ་རེད་བ། ད་ང་ནི་འདིའི་ཁ་ཐུག་ལ་དཔེར་བསམ་བློ་གཅིག་བཏང། ད་དེང་དུས་ང་རང་ཚོ་གི་རྒྱུ་མཚན་གསུམ་དེ་ཞྭ་ཕོ་གཅིག་གལ་ཆེན་པོ་ཡིན་དེ་མ་ཤེས་ན་གཅིག་ནོར་འགྲོ་གི་ཡོད་ཟེར་ཤེས་སོང། ད་ཡང་བསམ་བསྡད་ན་ནམ་དུས་སོ་སོ་གི་རྩེ་ཕར་ཚུལ་དེ་ཤེས་དགོས་ཟེར་དེ་མ་ཤེས་ན་ཡང་གལ་ཆེན་པོ་ཞྭ་ཕོ་ཡིན་ཟེར་ཤེས། ད་གལ་ཆེན་པོ་རྐྱང་རྐྱང། དོགས་སློང་དང་ནད་པའི་ཐོག་ལ་ག་འདྲས་སུ་རིག་པ་འདྲ་ཡི་གོ་ངེས་ན་ཨ་དེ་གལ་གནད་ཆེན་པོ་རྐྱང་རྐྱང་རེད་ཤག་རེད་དོ། ཨ་ག་རེ་ཡིན་ནི་ད་ད་ག་འདྲས་སུ་བལྟ་ག་ནད་པའི་སྟངས་ལ་རྒྱུན་ཚ་གཙོ་བོར་བྱེད་བལྟ་ག་དུས་ཚ་གཙོ་བོར་བྱེད་བལྟ་ག་ཨ་རྙོག་དྲ་རེད་ད། བྱས་ཙང་ངས་ད་གིན་ང་རང་ཚོ་ཨེམ་ཆི་ལ་རྐྱང་རྐྱང་རེད་ད་ཨ་ལས་རྩ་ཡག་པོ་ཞིག་བལྟ་ཤེས་ཀྱི་ཡོད་པས་ཡག་པོ་བྱེད་ཨ།

ཐ་མའི་རྟེན་བཞི་གི་རྩ་རྒྱུད་གསུམ་བཞིར་བཞག་པའི་སྟེང་དུ། འོ་དེ། ཐ་མའི་རྟེན་བཞི་རྩ་རྒྱུད་གསུམ། གང་ཡིན་ཀྱང། རང་རང་གི་འཕར་ཚུལ་བཞིར་བཞག་པའི་སྟེང་དུ། དུས་ཀྱི་ཁམས་ཀྱི་འཕར་ཚུལ་ལ་འགྱུར་བ་ཕྲ་མོ་ཡོད་པ་དེ་རྟོགས་དགོས་ཤིང།